ཀུན་མཁྱེན་ཆོས་ཀྱི་རྒྱལ་པོ་ཞང་བ་ནས་མཛད་པའི་ཚད་མ་དུས་བདུན་མདོ་དང་བཅས་པའི་དགོངས་པ་ཅི་འབྱུང་མ་ལོག་པ་བཀྲ་བར་བྱེད་པ་ཚད་མ་རིག་པའི་གཏེར་གྱི་གདོན་བསལ་བར་བྱེད་པ་དེ་ཉིད་ཡིན་ལ། ད་ལྟའི་ཤེས་པར་བྱ་བ་འདི་ལ། རྩ་བའི་ས་བཅད་རྣམ་པ་གཉིས་ཤེས་བྱ་ཆེད་དུ་ནི་ཐ་ལ་པ་དང་ཤེས་བྱའི་ཚད་མའི་རང་བཞིན་ངེས་པར་བྱ་བ་གཉིས་ཡོད་པ་ལས། བཀའ་གསུམ་པ་པ་དང་པོ་ཞེས་པའི་སྐབས་འདི་ལ་ཡང་ཤེས་པར་བྱ་བའི་ཡུལ་ཤེས་བྱེད་ཀྱི་བློ་བློ་དེའི་ཡུལ་རྟོགས་པའི་ཚུལ་བཤད་པ་གསུམ་ཡོད་པ་ལས། ཨ་ནི་གསུམ་པ་ཞེས་པའི་སྐབས་འདི་ལ་ཡང་སྤྱི་དང་བྱེ་བྲག་གི་རྟོགས་སུ་སྣང་བ་དང་སེལ་བའི་རྟོགས་སུ་བརྗོད་བྱ་དང་རྗོད་བྱེད་ཀྱི་རྟོགས་སུ་དགའ་བ་དང་འབྲེལ་བའི་རྟོགས་སུ་བཞི་ཡོད་པ་ལས་ཀ་གསུམ་པ་པ་གཉིས་པ་ནི་སྣང་བ་དང་སེལ་བའི་རྟོགས་སུ་བཤད་པའི་སྐབས་འདི་ལ་ཡང། འདི་འཇུག་ཚུལ་སྤྱིར་བསྟན་པ་དང། སོ་སོའི་རང་བཞིན་ངེས་པར་འཇལ་བ། གཉིས་ཡོད་པ་ལས་ད་དང་པོ་གོང་དུ་སོང་ནས་གཉིས་པ་ཞེས་པའི་སྐབས་འདི་ལ་ཡང། སྣང་སེལ་གྱི་རྣམ་གཞག་དངོས་ཞེས་པ་ཞར་ལ་སེམས་བཅུ་དང་དྲུག་འཇོག་བྱས་པ། དང་པོ་ལ་ཡང་སྣང་བ་དང་གསལ་བ་གཉིས་ལས་ད་དང་པོ་སྣང་བ་གོང་དུ་སོང་ནས་ད་གཉིས་པ། གསལ་བ། ཞེས་པའི་སྐབས་སུ་རུང་བ། དེ་ནས་གསལ་བར་བཤད་པ་འདི་ལ་ཡང་གཞུང་ལས་བཤད་པའི་ཚུལ་དང་འགྲེལ་པ་མཁན་གྱིས་བཀྲལ་བའི་ཚུལ་གསལ་བྱེད་པའི་བཤད་པ་ངོས་བཟུང་བ་ཟེར་ནས་གསུམ་ཡོད་པ་ལས་ད་ག་གསུམ་པ་བ་རྩ་བའི་ས་བཅད་གསུམ་པ་དེ་རེད། ད་དེ་འདྲ་ཡིན་དུས་ད་ད་ག་གསུམ་པ་བ་སྣང་བ་དང་གསལ་བ་ཟེར།

མཚན་གཞི་ལ་སྦྱར་ན། བུམ་འཛིན་རྟོག་པ་ལྟ་བུ་བུམ་པ་སྦྱར་སྦྱར་དུ་འཇུག་པའི་ཚེ། ཨ་ནི། གསལ་བའི་སྒོ་ནས་འཇུག་པ་ཡིན་དུས་ཙམ་མ་ལ། ཨ་ནི། དེའི་སྐབས་ཀྱི་བུམ་པའི་གདོན་བྱེད་ལྟ་བུ་དེ། ཨ། ད་ལྟ་ཀ་བསུ་བ་བས་ཀྱི་གསལ་བ་ཞེས་པའི་སྐབས་ནས་བསྟན་པའི་ཀྱི་གསལ་བ་འདི་རེད། ད་འདིའི་སྐབས་ཀྱི་གསལ་བ་དེ་ཡིན་ན་ནི་དངོས་མེད་ཡིན་པས་ཁྱབ། ཨ་ནི། སྤྱི་མཚན་ཡིན་པས་ཁྱབ། སྤྱི་ཡིན་པས་ཁྱབ། འོ་བདུད་རྩི་རེད། ད་ལྟ་ཀ་བསུ་བ་བས་གསལ་བ་དེ། དེ་ནི་སྣང་བ་ཤེས་པའི་སྐབས་ཀྱི་སྣང་བ་དེ་ཡིན་ན་ནི། འདི་ཡིན་པའི་ཁྱབ་པ་རེད། རྟོག་མིན་ཡིན་པའི་ཁར། ཤེས་པ་ཡིན་པའི་ཁྱབ་པ་རེད། སྣང་བ་དང་གསལ་བ་ཤེས་པའི་སྐབས་ཀྱི་སྣང་བ་དེ་ཡིན་ན་ནི། ཤེས་པ་ཡིན་པའི་ཁྱབ་པ་རེད། དོན་རང་མཚན་གྱི། ཕྱི་དོན་རང་མཚན་ལྟ་བུ་དེ། ཨ་ནི། ད་ལྟ་བཀའ་སྲུབ་པ་བས་ཀྱི་སྣང་བ་དང་གསལ་བ་དེའི་ཕྱི་བས་ཀྱི་གསལ་བ་ཡང་མ་རེད། གསལ་བ་མ་ཡིན་ཏེ། ཨ་ནི། ཞེན་གསལ་མ་ཡིན་པའི་ཕྱིར་ཕྱི་མ་ཡིན་པའི་ཕྱིར་རོ། དེའི་སྐབས་ཀྱི། སྣང་བ་མ་ཡིན་ཏེ། ཨ་ནི། སྣང་བ་དེ། དོན་རང་མཚན་གསལ་པོ་སྣང་བས་ཀྱི་སྣང་བ་ཅི་ཡིན་གོ་དེ་ཙམ་པ་ལ། ཨ་ནི། ཕྱི་དོན་རང་མཚན་དེ། དེ་སྐབས་ནས་བསྟན་པས་ཀྱི་སྣང་བ་ཡང་མ་རེད། དེ་འདྲ་ཡིན་པ་ལ་བརྟེན་ནས་ཁུ་བོའི་ཚུལ་གྱི་རྒྱལ་པོ་གིས་དེ་དོན་རབ་གསོལ་གྱི་ནང་ལོང་ལ། ཕྱི་དོན་རང་མཚན་དེ། ནི། སྣང་བ་དང་གསལ་བའི་སྒོ་ནས་རྟོགས་པར་བྱ་བའི་གཞི་ཡིན་གྱི། སྣང་བ་དང་གསལ་བ་དེའི་ཕྱི་བས་ཀྱི་སྣང་བ་དང་གསལ་བ་གང་ཡང་མ་ཡིན་ནོ། ཟེར་ནས་ངོ་བསྡུར་བྱས་ནས་ཞེ་དྲག་གསལ་བོར་གསུངས་ཡོད་རེད་དེ་དོན་རབ་གསོལ་ནང་ལོང་ལ། དེ་འདྲ་ཡིན་དུས། ཕྱི་དོན་རང་མཚན་དེ་སྣང་བ་དང་གསལ་བ་དེའི་ཕྱི་བས་ཀྱི་སྣང་བ་ཡང་མ་རེད་ལ་གསལ་བ་ཡང་མ་རེད། ད་ལྟ་སྣང་བ་དང་གསལ་བ་སའི་དེ་འོང་ཐང་འདྲ་བ་ཞིག་ག་འདྲས་ཡོང་གི་རེད་ཟེར་ན། ད་ལྟ་ཡང་གོང་དུ་བཤད་པ་གཅིག་པ་རེད། བྱུར་ཚུལ་སྒོ་ནས་རང་བྱིན་གཉིས་ཞེས་པའི་སྐབས་སུ་གསུངས་པ་དང་འདྲ་བོ་འདྲ་བོ་རེད། ག་འདྲ་རེད་ལབ་ན་དཔེར་ན། དོན་རང་མཚན་བུམ་པ་ལྟ་བུ་ལ། མངོན་སུམ། རྟོག་མེད་ཤེས་དཔལ་གྱི་འཇལ་བྱེད་དུ་འཇུག་པའི་ཚེ། ཁོ་སྣང་བའི་སྒོ་ནས་འཇུག་པ་རེད་བ། སྣང་བའི་སྒོ་ནས་འཇུག་པ་ཡོན་ཏན་གསར་མ་ལ་སྣང་བ་ཟེར་བ་རེད་དེ་ནས་སླེབས་པ་རེད། དེ་ནས་རྗེས་དཔག་ལྟ་བུ། བློ་རྟོག་པ་རྗེས་དཔག་ལྟ་བུ་སྦྱར་བྱེད་དུ་འཇུག་པའི་ཚེ། སྣང་བའི་སྒོ་ནས་འཇུག་པ་མ་ཡིན་པ་གསལ་བའི་སྒོ་ནས་འཇུག་པ་ཡིན་དུས་གསལ་བ་ཟེར་ཏེ་འདི་ནས་ཐོན་པ་རེད། འོ་དེ་འདྲ་དུ་བརྩམས་པ་ལ། དོན་རང་མཚན་གཅིག་ཉིད་ལྟ་བུ་ལ། བློ་རྟོག་པ་དང་བློ་རྟོག་མེད་ཀྱི་སྦྱར་བྱེད་དུ་འཇུག་པའི་ཚེ། གནས་སྐབས་ཀྱི་ཡུལ། རྟོག་མེད་ཀྱི་ཤེས་པའི་སྣང་བའི་སྣང་བ་ཟེར་ཅིག།

ངོ། འདི་འདྲ་དེ་ཙམ་མ་ལགས། སྐབས་ནས་བསྟན་པའི་གི་སྣང་བ་དང་གསལ་བ་ཟད་དེ། ཡུལ་ཅན་རྟོག་མེད་ཤེས་པའི་གི། གནས་སྐབས་ཀྱི་ཡུལ། ཡུལ་ཅན་རྟོག་པ་གི་གནས་སྐབས་ཀྱི་ཡུལ། འོ་བསྡུ་ཚིག་འདི་གོ་དགོས་ཡོད་རེད། ཧུན། ཡ། ད་འཛིན་སྟངས་ལ་བཤད་དགོས་རུང་བ། ད་ཡ། ས་བཅད་པའི་གི་བཤད་པ། ངོས་བཟུང་བ། བདག་འདི་ལ་ཡང། གཞན་སེལ་གྱི་མཚན་ཉིད། དེའི་རང་བཞིན་ངེས་པར་བྱ་བ། གསལ་བ་ལ་རྩོལ་བ་སྤོང་བ་ཟེར་ནས། དོན་ཚན་གསུམ་ཡོད་པ་ལས་དང་པོ་གཞན་སེལ་གྱི་མཚན་ཉིད་ཟེར་དེ་རེད། ད་གཞན་སེལ་གྱི་མཚན་ཉིད་ལ་དེ་སྐབས་སུ་ལ་ད་དེའི་ཐུན་མོང་མ་ཡིན་པའི་གི་འཇོག་བྱེད་དེར་བ་ད་དེ་ག་འདྲ་ཞིག་བྱ་དགོས་རེད་ཟེར་ན། ཡུལ་དེའི་བསྔོག་སྐུལ་བཅས་པའི་སྒོ་ནས་ཡུལ་སྡེར་གནང་བའི་སྒྲོ་བཏགས། ད་འདི་ལ་འགྲེལ་སྒྲ་ཆེ་ཤ། ཡུལ་སྡེའི་ཟེར་གོ་རེད། ཡུལ་སྡེའི་བསྔོག་སྐུལ་ཟེར་གི་འདུག་བ། ཡུལ་སྡེའི་བསྔོག་སྐུལ་ལ་ནི་གོ་རྒྱུ་མི་འདུག་བ། ཡུལ་སྡེའི་བསྔོག་སྐུལ་ལ་འདི་སྐབས་སུ། ཁོ་རང་དང་དངོས་སུ་དགའ་ལོས་ཀྱི་བསྔོག་སྐུལ། ཅེས་ལ་དེ་ཀ་ཕར་བཀག་པ་ཟེར་རེད། ད་ཡུལ་དེའི་སྔོན་འགལ་ལ་དེ་ཀ་སུ་དཔེར་ན་བུམ་པ་ལ་ཆ་བཞག་པ་ཡིན་ན། ཡུལ་བུམ་པ་དེའི་སྔོན་འགལ་བུམ་མིན། ཡུལ་དེའི་སྔོན་འགལ་རིགས་མི་མཐུན་པ། འོ་འདི་ཚོ་ཆ་ཚང་གཅིག་པ་གཅིག་རྐྱང་རེད། བྱས་ཙང་ཡུལ་དེའི་སྔོན་འགལ་བཅད་པའི་སྒོ་ནས་ཡུལ་དེ་སྣང་བའི་གྲོགས་དག་ཟེར་ཡོང་དུས། ད་ཡུལ་བུམ་པ་ལྟ་བུ་དེ་ཡི་སྔོན་གེལ་ཕར་བཀག་པའི་སྒོ་ནས་ཡུལ་བདེར་སྣང་བའི་སྒྲོ་བཏགས་ལ་དེ་སྐབས་སུ་ཨ་ནི་ཡུལ་བུམ་པར་སྣང་བའི་སྒྲོ་བཏགས་ཟེར་བ་རེད་བུམ་པ་སྣང་གི་ཡོད་མ་རེད་བུམ་པར་སྣང་གི་ཡོད་རེད་བ། བུམ་པ་སྣང་བ་དང་བུམ་པར་སྣང་བ་གཉིས་ག་ག་རེད་བ། ད་ལྟ་བུམ་སེམས་རྟོགས་པ་གིས་བུམ་པར་སྣང་པའི་སྐབས་སུ། བུམ་གཟུགས་རྟོགས་པ་ཁོ་རང་གི་གཟུགས་རྣམ་སྤྱོར་བ། བུམ་གཟུགས་བརྟགས་པ་ཁོ་རང་གི་གཟུགས་རྣམ་བདེ་ལ་ཕྱི་རོལ་གྱི་བུམ་པར་ཞེན་ནས་ནི་ཕྱི་རོལ་གྱི་བུམ་པ་དུ་སྒྲོ་བཏགས་ཀྱི་འོར་བ། དེ་འདྲ་ཡིན་དུས་ཙམ་མ་ལ་ད་ལྟ་ཡུལ་བདེར་ཟ་བ་དང་བུམ་པར་ཟ་བའི་ལས་ད་བུམ་པ་མ་ཡིན་ན་ཡང་བུམ་པར་སྣང་གི་ཡོད་རེད། བུམ་པར་སྣང་ནས་དེ་ནི་ཐ་མ་དེ་ལ་ཁོ་གིས་འདི་བུམ་པ་རེད་འདུག་ཟེར་ནས་སྒྲོ་བཏགས་བཞག་གི་འོར་བའོ།

བུམ་པ་རང་མཚན་པ་དེ། བུམ་སེམས་རྟོགས་པ་དེ་དེའི་ཡུལ་ཅན་རེད། ཨ་ནི་བུམ་སེམས་རྟོགས་པ་ལ། དངོས་སུ་སྣང་བའི་གྱི་གཟུགས་རྣམ་ཅེས་རོ། ཁོ་རང་རྟོགས་པ་དང་རྫས་གཅིག་པའི་གྱི་གཟུགས་རྣམ་དེ། ཨ་ནི་གཟུགས་རྣམ་དེ་ལ་ཡང་ཕྱི་རོལ་གྱི་བུམ་པར་གཞན་གྱི་རོ། གཞན་ནས་ཨ་ནི་སྒྲོ་རྟོགས་པ་ཅེས་རོ། དེ་འདྲའི་གྱི་ཁྱད་ཆོས་གསུམ་ཡོང་གི་རེད། བྱས་ཙང། ཕྱི་རོལ་ད་ལྟ་བུམ་སེམས་རྟོགས་པ་ལ་སྣང་བའི་གྱི་གཟུགས་རྣམ་དེ།

བུམ་འཛིན་རྟོག་པ་ལ་སྣང་བའི་བུམ་པའི་གཟུགས་རྣམས་འདས་ལ། ཕྱི་རོལ་བུམ་པར་ཞེན་ནས་ཕྱི་རོལ་བུམ་པའི་སྒྲོ་བཏགས་པ་དེ། ད་དེའི་གཞན་སེལ་དེ་རེད་དེ་བུམ་པའི་གཞན་སེལ་རེད། དེ་བུམ་པའི་གི་ཅི་ཡང་རེད། འོ་འདི་མཚན་ཉིད་པ་རེད་ད། ད་བུམ་འཛིན་རྟོག་པ་དང། བུམ་པ་རང་མཚན་པ་གཉིས་པོ་དེ། ད་གཞན་སེལ་མཚན་ཉིད་པ་མ་རེད། ཡིན་ན་གཞན་སེལ་གཞན་སེལ་ཟེར་ནས་སྐབས་རེ་འཇུག་གི་ཡོད་ས་རེད་ཡིན་ན་གཞན་སེལ་མཚན་ཉིད་པ་མ་རེད་གཞན་སེལ་མཚན་ཉིད་པ་དེ་བུམ་འཛིན་རྟོག་པས་བུམ་པ་ལ་འཇུག་པའི་ཚེ། བུམ་འཛིན་རྟོག་པ་ལ་དངོས་སུ་སྣང་བའི་གཟུང་རྣམ་དེ་ལ། ཕྱི་རོལ་གྱི་བུམ་པ་ཉིད་དུ་ཞེན་ནས་འདིར་བུམ་པ་ཉིད་དུ་སྒྲོ་བཏགས་པ་དེ། དེ་བུམ་པའི་གྱི་དོན་གྱིས་ཟེར་ན་ཡང་ར་བུམ་པའི་གྱི་གཞན་སེལ་ཟེར་ན་ཡང་འདྲ་ཨ་ནི་བུམ་པའི་གྱི་སྤྱིས་ཟེར་ན་ཡང་འདི་རེད་ད། ཨོ། འདི་འདྲ་ཞིག་གོ་དགོས་པ་རེད། ད་ཡུལ་འདི་སྔོ་སྐར་སྤྱད་པའི་སྒོ་ནས་ཡུལ་འདི་སྣང་བ་སྒྲོ་བཏགས་ཟེར་བའི་སྐབས་སུ་འདི་རེད་ད། ད་སྔོ་སྐར་སྤྱད་པ། འདི་ལ་སྔོ་སྐར་སྤྱོད་པ་ཟེར་དང་རིགས་མི་མཐུན་སྤྱད་པ་ཟེར་དང་དེ་མིན་སྤྱོད་པ་རྣམས་འདོན་ཅིག། འོ་འདི་ལ་སྔོ་སྐར་སྤྱོད་ཟེར་ལབ་ན་ཡང་དྲང་འདུག། རིགས་མི་མཐུན་སྤྱད་ཟེར་ན་ཡང་དྲང་འདུག། དེ་མིན་སྤྱད་ཟེར་ན་ཡང་དྲང་འདུག་ཆ་ཚང་འདོན་ཅིག།

བུམ་ཟིན་རྟོག་པ་གིས་བུམ་པ་ལ་གྱུར་པའི་ཚེ་ན། རིགས་མི་མཐུན་པ་རྣམ་པར་སེལ་ནས་འཇུག་དགོས་དུས་ཙམ་པ་ལ་ལྟར་རིགས་མི་མཐུན་པ་དེ་ཡང་ནམ་རྒྱུན་དུ་དགའ་བ་སྒྲོག་བྱ་གི་རེད། དཔེར་ན། བུམ་པ་མ་ཡིན་པའི་གིས་ཀ་བ་ལ་སོགས་པའི་རིགས་མི་མཐུན་པ་རྣམ་པར་སེལ་ནས། བུམ་པ་ལ་འཇུག་དགོས་དུས། ཀ་བ་ལ་སོགས་པ་དེ་བུམ་པ་དང་རིགས་མི་མཐུན་པ་རེད་ཟེར་ཡང་ལབ་འགྲོ་གི་རེད། ད་ལྟ་གཞུང་ནང་ལོ་རིགས་མི་མཐུན་པ་ཟེར་ཏེ་འདིའི་དངོས་འགལ་གསུངས་བཞག་འདུག་བ། དངོས་འགལ་གསུངས་དུས་ཙམ་པ་ལ་ད་ཀ་བ་འདི་བུམ་པའི་གི་དངོས་འགལ་རེད་པས་ཟེར་ན་ནི། མ་རོ་བ། ཡིན་ན་ཡང་བུམ་མིན་རེ་བས་ཟེར་ན་ནི་བུམ་མིན་རེ་བ་བུམ་པ་མ་ཡིན་པར་བ། ཡིན་ན་ནི་བུམ་མིན་ཡིན་ན་ནི་འདི་དངོས་འགལ་རེད་པས་བུམ་མིན་དེ་དངོས་འགལ་རེད་དུ་གསུངས་ཏོ་ཟེར་ན། འོ་ད་འདི་ལ་ཡང་ཆེས་གོ་རུ་བ། ད་ལྟ་བུམ་འཛིན་རྟོག་པ་བུམ་པ་ལ་འཇུག་པའི་ཚེ། རང་དང་རིགས་མི་མཐུན་པ་རྣམ་པར་སེལ་ནས་འཇུག་ཟེར་བའི་སྐབས་སུ། རློམ་ཚུལ་བཞི་ཤ་དགྲོལ་དུས་ཙམ་མ་ལ་རིགས་མི་མཐུན་པ་ཀ་བ་བུམ་པ་མ་ཡིན་པས་ཀྱི་ཆོས་ཐམས་ཅད་རིགས་མི་མཐུན་པའི་ནང་དུ་བཞག་འགྲོ་གི་ཡོད་རུ་བ།

གཞན་སེལ་དང་བསལ་བ་དང་དོར་བ་དང་རྣམ་འབྱེད་བཞི་པོ་ནི་དོན་ལྡོག་རྐྱང་གཅིག་ཉིད་ཡིན་པས་མཚན་ཉིད་གཅིག་གིས་མཚོན་ནུས་ལ། ད་གཞན་སེལ་བསལ་དང་བསལ་བ་བསལ་དང་ལྡོག་པ་བསལ་དང་རྣམ་འབྱེད་བཞི་པོ་ནི་དོན་ལྡོག་རྐྱང་གཅིག་རྐྱང་བསལ་གྱི་ལོ། ད་དོན་ལྡོག་རྐྱང་ལ་དེ་སྐབས་སུ་དེའི་སྔོན་ལ་གཅིག་འགྲོ་དགོས་རོ། ད་དེ་མ་ཡིན་ན་ནི་རྐྱང་ཡང་བསལ་ཏེ་ཚིག་དེ་སུ་ལས་ཀྱི་མ་རོ། དོན་ལྡོག་རྐྱང་ལ་དེ་སྐབས་སུ། དེ་བཞི་པོ་དེ་དོན་དག་གཅིག་པ་ཡིན་པར་མ་ཚད་ཐ་ན་མཚན་ཉིད་ཀྱང་གཅིག་པ་ཡིན་ཟེར་དགོས་ཀྱང་སྒྲ་དེ་སྒྲ་སྟོན་དགོས་རོགས། དེ་བཞི་པོ་དེ་དོན་དག་གཅིག་པ་གཅིག་ཀྱང་ཡིན་པར་མ་ཚད་དོན་ལྡོག་ཀྱང་དོན་ལྡོག་ལ་མཚན་ཉིད་ཟེར་དགོས་མཚན་ཉིད་ཀྱང་གཅིག་པ་ཡིན་ས་གཅིག་ཉིད་ཡིན་པས་མཚན་ཉིད་གཅིག་གིས་མཚོན་ནུས་ལ། འོ་དེ་ཚོ་ལ་ཡང་མཚན་ཉིད་གཅིག་གིས་མཚོན་ཐུབ་ཀྱི་རེད་ས།

ནི་གཞན་སེལ་བསལ་བ་དང་བསལ་བ་བསལ་བ་དང་ལྡོག་པ་དང་རྣམ་དཔྱོད་བཞི་པོ་དེ་དག་དང་ཡིན་ཁྱབ་མཉམ་རེས་ས། ཡིན་པ་ཡིན་ན་ཡང་སྡོན་ལྡོག་ནི་གཞན་འཚོལ་དགོས་སོ་ལ་དེའི་སྐབས་སུ། སྡོན་ལྡོག་འདི་རུ། མཚན་ཉིད། མཚན་ཉིད་ཁག་ཁག་བཞག་དགོས་རེས་ས། མཚན་ཉིད་བཞག་དུས་སྐབས་སུ། སྤྱི་དང་སྤྱི་མཚན་གྱི་མཚན་ཉིད་དེ། གཞན་སེལ་གྱི་མཚན་ཉིད་བཞག་ན་འགྲིག་གི་མ་རེས་ས། ཡིན་ན་ནི་ཡིན་ཁྱབ་མཉམ་ཨ་རེད་ཟེར་ན་རེད་ཟེར། དཔེར་ན་བྱས་པ་དང་མི་རྟག་པ་གཉིས་པོ་ཡིན་ཁྱབ་མཉམ་རེད་བ། ཡིན་ན་ཡང་རྡོ་འདོགས་གཞན་འཚོལ་འགོག་གི་དུ་བ་གཅིག་པ་རེད། སྤྱི་དང་སྤྱི་སེལ་འདིའང། གཞན་སེལ་དང་ལྡོག་པ་འདི་ཚོ་དང་ཡིན་ཁྱབ་མཉམ་རེད། ཡིན་ན་ཡང་ཁོང་ལ་མཚན་ཉིད་ཁ་ཁ་འཚོལ་དགོས་རེད། མཚན་ཉིད་གཞན་འཚོལ་དགོས་རྡོ་འདོགས་ནི་གཞན་འཚོལ་དགོས་སོ་ལ་དེ་སྐབས་སུ་མཚན་ཉིད་ཁ་ཁ་འཚོལ་དགོས་རེད། ད་དེ་ལས་གསོན་པ་ལ་གཞན་སེལ་གྱི་མཚན་ཉིད་བཞག་ལ་དེ་སྐབས་སུ།

ཡིན་ན་ཡང་མཚན་ཉིད་ཁ་ཁ་བཞག་གོ་རེད་བྱས་པ་ན་མི་རྟག་པོ་ཡིན་འཁྱམ་འཁྱམ་རེད། ཡིན་ན་ཡང་བྱས་པའི་མཚན་ཉིད་དང་མི་རྟག་པའི་མཚན་ཉིད་ཁ་ཁ་བཞག་གི་རེད་བ། བྱས་པའི་མཚན་ཉིད་སྐད་ཅིག་མ་ལྟ་བུ་ཞིག་བཞག་གི་རེད་ག་རེ་ད་མི་རྟག་པའི་མཚན་ཉིད་སྐད་ཅིག་མ་ལྟ་བུ་ཞིག་བཞག་བྱས་པའི་མཚན་ནས་ཀྱི་ནི་འདུས་བྱས་ལས་ཁྱད་འཕགས་ཟེར་ནས་འདིར་བཞག་གི་འདུག་བ། འོང་བ་འདི་འདྲ་ཚང་མ་ལ། ཡིན་འཁྱམ་འཁྱམ་ཡིན་པ་ཡིན་ན་ཡང་མཚན་ཉིད་བཞག་དུས་སྐབས་སུ་ཁ་ཁ་བཞག་གོ་རེད།

རང་ལ་སྣང་བའི་བུམ་པའི་རྣམ་པ་དེས་ཕྱི་རོལ་བུམ་པར་ཞེན་པ་དེ་བུམ་མིན་རྣམ་པར་དཔྱོད་པ་ལ་ལྟོས་པ་ཡིན་ཏེ་འདི་བུམ་པའོ་སྙམ་དུ་ཞེན་པ་ཡིན་གྱི་འདི་རྐའོ་སྙམ་དུ་ཞེན་པ་མ་ཡིན་པའི་ཕྱིར། བྱེ་བྲག་གསལ་པོ་རེད། ད་དཔེར་ན། བུམ་འཛིན་རྟོག་པ་ལ་བུམ་འཛིན་རྟོག་པ་སྦྱོར་བ། བུམ་པ་འཛིན་པའི་བློ་རྟོག་པ་སྦྱོར་བ། དེ་འབྲེལ་གྱི་བུམ་འཛིན་རྟོག་པ་དེ་ལ། བུམ་པ་ལ་འཇུག་པའི་ཚེ་ན། བུམ་མིན་རྣམ་པར་བཅད་པའོ། བུམ་མིན་རྣམ་པར་བཅད་ནས་བུམ་པའོ་སྙམ་པའི་གི་འཛིན་སྟངས་དང་ཡོག་མར་བ་ད་བུམ་གཟུགས་རྟོགས་པ་བུམ་པ་ལ་འཇུག་པའི་ཚེ། ད་བུམ་མིན་དེ་བར་བཅད་ཀྱི་ཡོད་དཱ། ད་ང་བུམ་པ་དེ་འཛིན་གྱི་ཡོད་དཱ། དེ་འདྲའི་གི་བསམ་བློ་ད་ཡོག་མ་རེད། ཟེར་བ་འཛིན་སྟངས་དངོས་སུ་མེད། དེ་ལྟ་བུའི་གི་བསམ་བློ་མངོན་འགྱུར་བ་ད་ཡོག་མ་རེད། འཛིན་སྟངས་དངོས་སུ་མེད་ཀྱང། རང་ལ་སྣང་བའི་བུམ་པའི་རྣམ་པ། རང་ལ་སྣང་བའི་བུམ་པའི་རྣམ་པ། ཟེར་བའི་སྐབས་སུ་འདི་བུམ་པ་འདི་རེད་ད། རང་ལ་སྣང་བའི་ཟེར་བའི་སྣང་བ་དེ་འདི་རེད། བུམ་བཟུང་རྟོག་པ་ལ་སྣང་བའི་བའི་གཟུང་རྣམ། བུམ་བཟུང་རྟོག་པ་ཁོ་རང་དང་དོན་གཅིག་པའི་གི། གཟུང་རྣམ་དེ་རེད། ཤེས་པ་རང་རེད་དེ། རང་ལ་དངོས་སུ་སྣང་བའི་གི་སྣང་བ་དེ་རེད་བ་དེ།

འདི། རང་ལ་སྣང་བའི་གི་གཟུགས་རྣམས་དེ་ལ་ཕྱི་རོལ་གྱི་བུམ་པ་གཞན་ནས་བུམ་པ་སྒྲོ་བཏགས་པའི་སྐབས་སུ། ཡིན་གྱི་མིན་གྱི། བུམ་མིན། བུམ་པ་མ་ཡིན་པ་ཕར་བཅད་པ་ལ་ལྟོས་པ། ལྟོས་ནས་འཛིན་གོ་རེ་མ་གཏོགས་བུམ་མིན་ཕར་མ་བཅད་པ་ཡིན་ན་ནི་རང་ལ་སྣང་བའི་བུམ་པ། རང་ལ་སྣང་བའི་བུམ་པའི་གི་རྣམ་པ་དེ་ལ་ཕྱི་རོལ་གྱི་བུམ་པ་གཞན་ཐུག་གི་མ་རེད། འོན་ཏེ་རང་ལ་སྣང་བའི་བུམ་པའི་རྣམ་པ་འདི་ལ་ཕྱི་རོལ་གྱི་བུམ་པ་གཞན་འགོག་གི་ཡོད་ན། ཡིན་གཅིག་མིན་གཅིག་བུམ་པ་མ་ཡིན་པ་རྣམ་པར་དཔྱད་པ་ལ་ལྟོས་འགོག་གི་ཡོད་རེད་ཟེར། རྒྱུ་མཚན་ག་རེ་བྱས་ནས་རེད་ཟེར་ན། འདི་བུམ་པའོ་སྙམ་དུ་ཞེན་པ་ཡིན་གྱི་འདི་བཀའ་འོ་སྙམ་དུ་མ་ཞེན་ཟེར་ལ་སོ་བྱས་ཙང་རང་ལ་སྣང་བའི་བུམ་པའི་རྣམ་པ་འདི་ལ་ཕྱི་རོལ་གྱི་བུམ་པ་ཞེན་པའི་སྐབས་སུ་བུམ་པའི་རྣམ་པ་ག་རེ་བྱིན་དཔྱད་དགོས་རེད་ལ་དེ་འདི་རྣམ་པ་དེ་བུམ་པ་རེད་ཟེར་ཞེན་གྱི་འདུག་ཟེར། དཀའ་བ་རེད་ཟེར་བཞིན་གྱི་མི་འདུག་ཨ། འདི་འདྲའི་ནུས་ཟ་མ་ལ་འབུམ་མི་རྣམ་པར་སྤྱོད་པ་ལ་ལྟོས་སོང་རེད་གོ། འོ་འདི་འདྲའི་ནུས་ཟ་མ་ལ་འབུམ་བཟུང་རྟོག་པ་ལ། འབུམ་བཟུང་རྟོག་པ་འབུམ་པ་ལ་འཇུག་པའི་ཚེ། འབུམ་མི་རྣམ་པར་སྤྱད་ནས་འབུམ་པའོ་སྙམ་པའི་གྱི་འཛིན་སྟངས་དངོས་སུ་མེད་པ་ཡིན་ན་ཡང། རང་ལ་སྣང་བའི་གཟུགས་རྣམས་བདེ་ལ། རང་ལ་སྣང་བའི་བུམ་པའི་གིས་སྣང་བ་གཟུགས་རྣམས་བདེ་ལ། ཕྱི་རོལ་གྱི་བུམ་པ་ཉིད་དུ་ཞེན་པའི་སྐབས་སུ་ཡིན་གྱི་མིན་གྱི་བུམ་པ་མ་ཡིན་པ་རྣམ་པར་དཔྱད་ནས་གཞན་གོ་རེ་མ་གཏོགས་བུམ་པ་མ་ཡིན་པ་མ་དཔྱད་ན། དེ་བུམ་པའོ་ཟེར་ནས་གཞན་ཐུག་གི་མ་རེད་ཟེར་བ་འོ་འདི་གསུང་གི་འོ་རེད། འདི་བུམ་པའོ་སྙམ་དུ་ཞེན་པ་ཡིན་གྱི་འདི་ཀའོ་སྙམ་དུ་ཞེན་པ་མ་ཡིན་པའི་ཕྱིར་རོ། དེའི་བཞིན་དུ་དག་ན་བཞིན་ལ། བུམ་པ་ཞེས་བརྗོད་པའི་སྒྲ་ཡིས་དངོས་པོ་བསྐྱེད་ནས་འཇུག་པ་ཡང་བུམ་མིན་རྣམ་པར་བསྐྱེད་ནས་བུམ་པ་ཞེས་པའི་སྒྲ་དངོས་སུ་མེད་ཀྱང། དེ་ལས་དོན་གོ་བ་བུམ་པ་རྣམ་པར་བསྐྱེད་པ་ལ་ལྟོས་པ་ཡིན་ཏེ་བུམ་པ་ཞེས་པའི་སྒྲ་ཐོས་པའི་མཇུག་ཐོགས་སུ་བུམ་འཛིན་རྟོག་པ་སྐྱེ་བ་ཡིན་གྱི་ཀ་བ་སོགས་འཛིན་པའི་རྟོག་པ་མ་སྐྱེ་བའི་ཕྱིར།

དེ་ལྟ་བུའི་སྒྲ་འདི་ཡང། ཡིན་ན་ཡང་བརྗོད་པའི་སྐབས་སུ་བདག་གི་ནང་བཞིན་དུ། དངོས་པོ་སྐྱེས་ནས་འཇུག་པ་ཚེ་བུམ་མིན་རྣམ་པར་སྐྱེས་ནས་བུམ་པ་ཞེས་བརྗོད་པའི་སྒྲ་དངོས་སུ་ཡོད་མ་རེད་ཟེར་བ་དེ་བུམ་པ་ཟེར་ཁ་ནས་མ་བརྗོད་པ་རེད་མ་གཏོགས། འོ་བུམ་མིན་སྐྱེས་ནས་བུམ་པ་བརྗོད་ཀྱི་ཡོད་ད་ཟེར་གི་དེ་འདྲའི་གི་དངོས་སུ་ད་ཡོད་མ་རོ་ཡ་ནམ་རྒྱུན་དུ་བུམ་པ་ཁུ་ཤོའོ་ཟེར་ད་ག་རང་ལབ་པ་རེད་མ་གཏོགས། བུམ་མིན་ཕ་བཞག་ནས་བུམ་པ་ཁུ་ཤོའོ་ཟེར་དེ་འདྲ་ལབ་ཡ་ཡོད་མ་རོ་བ། ཁ་ཐུག་གར་ལ་ཡང་བུམ་པ་ལན་འགའ་འཇུག་ཟེར་ལྟ་བུ་མ་གཏོགས་བུམ་པ་མ་ཡིན་པ་ཕར་བཞག་ནས་བུམ་པ་ཁུར་ཤོག་ཟེར་དེ་འདྲའི་སྐད་ཆ་རྩ་ནས་ཡོད་མ་རེད་བ། བྱས་ཙང་དེ་འདྲ་ཡིན་དུས་ཙམ་མ་ལ་དེ་ལྟ་བུའི་གི། འཛིན་སྟངས་དངོས་སུ་ཡོད་མ་རེད་ཟེར་བ། དངོས་རྒོད་ཅིག་ནི་འཇུག་པ་ཡིན་བུམ་མིན་རྣམ་པར་དཔྱད་ནས་བུམ་པ་ཞེས་བརྗོད་པའི་གི་སྒྲ་དེ་འདྲ་ཅིག་ལབ་ཡས་དངོས་སུ་མེད་ན་ཡང། དེ་ལས་གདོན་བགོ་བ་སེ་དེ་ཙམ་མ་ལ། བུམ་པ་ཞེས་བརྗོད་པའི་སྒྲ་དེ་ལས། གདོན་བགོ་བ་སེ། གདོན་དག་བགོ་ཡོང་དུས། བུམ་མིན་རྣམ་པར་བཅད་པ་ལ་ལྟོས་དགོས་རེད། དཔེར་ན་བུམ་པ་ཞེས་བརྗོད་པའི་སྒྲ་ལ་བརྟེན་ནས། བུམ་པ་གི་གདོན་དག་དེ་བགོ་བ་དེ་ཡིན་གཅིག་མིན་གཅིག་བུམ་པ་མ་ཡིན་པ་རྣམ་པར་གཅོད་པ་ལ་ལྟོས་དགོས་རེད། ག་རེ་བྱས་ནས་ལ་དུས་དེ་ལ་བརྟེན་ནས་གདོན་བགོ་བའི་གི་མཇུག་ཐོགས་སུ། ད་བུམ་པ་ཞེས་པའི་སྒྲ་ཐོས་པས་ཀྱི་འཇུག་ལ་ཟེར་རོ། བུམ་པ་ཞེས་བརྗོད་པའི་ཀྱི་སྒྲ་ཐོས་པས་ཀྱི་རྗེས་སུ་ཨ་ནི་ང་རང་ཚུགས་ཀྱི་རྒྱུད་ལ་ཡ། ད་བུམ་འཛིན་མངོན་སུམ། ག་རེ་ས་བུམ་པ་ཞེས་བརྗོད་པའི་ཀྱི་སྒྲ་དངོས་སུ་ཐོས་པས་ཀྱི་རྗེས་སུ་རྟོག་པ་དེ་ག་རེ་བགྲང་ཡོང་གི་རེད་ཟེར་ན། བུམ་འཛིན་རྟོག་པ་དེ་བགྲང་ཡོང་གི་རེད་མ་གཏོགས་ཀ་འཛིན་རྟོག་པ་དེ་བགྲང་གི་མ་རེད། ཨོ་ད་ག་རང་ཨ་ནི་བུད་མེད་རྣམ་པར་བཅད་ནས་འཇུག་པ་ཡིན་པ་མཚོན་གྱི་ཡོད་རེད་ཟེར་ཁོ་རང་བ། བུམ་པ་ཞེས་བརྗོད་པའི་སྒྲ་ཐོས་པས་ཀྱི་འཇུག་ཐོགས་སུ་ལ་འཇུག་ལ་ཟེར་རོ་བའོ་མའོ་སྦྱར་འཇུག་ག་འཇུག་ལ། ཨ་ནི་བུམ་སུན་རྟོག་པ་སྐྱེ་བ་ཡིན་གྱི་ཀ་བ་སུ་སུན་པའི་རྟོག་པ་སྐྱེ་ཡ་ཡོད་མི་འདུག་ཨ། དེ་ར་འདི་ས་མ་ལ། བུམ་པ་ཞེས་བརྗོད་པའི་ཀྱི་སྒྲ་འདི་ལ། བུམ་མིན་འཕགས་ཅེས་བུམ་པ་ཞེས་སྒྲ་དངོས་སུ་བརྗོད་པ་མེད་ན་ཡང། བུམ་པ་ཞེས་བརྗོད་པའི་སྒྲ་ལ་བརྟེན་ནས་བུམ་པ་ཞེས་པའི་གདོན་འདི་འགོ་བ་དེ་ཡིན་གྱི་མིན་གྱི་བུམ་མིན་རྣམ་པར་གཅོད་པ་ལ་ལྟོས་དགོས་རེད། གང་རེ་རེ་ལ་དེ་བུམ་པ་ཞེས་བརྗོད་པའི་སྒྲ་ཐོས་པའི་རྗེས་སུ་འབུ་འཛིན་རྟོག་པ་སྐྱེ་གི་འདུག་མ་གཏོགས་བཀའ་འཛིན་རྟོག་པ་སྐྱེ་གི་མི་འདུག་ཨཱ། ཨོ་ད་ག་རང་བུད་མེད་རྣམ་པར་བཅད་པ་མཚོན་དགོས་བ་རེད་ཁོ་ར་བ། གལ་སྲིད། བུམ་པ་ཤེས་བརྗོད་དཔེ་གི་སྒྲ་ཐོས་དཔེ་གི་རྗེས་ལ། བཀའ་ཟིན་རྟོགས་པ་སྐྱེ་ཡོང་ན་ནི་བུད་མེད་མ་བྱས་དཔེ་གི་རྟགས་ར་བ་ཁོ། ཡིན་ན་ཡང་ཆོས་གཞན་པ་སུ་ཡང་མ་གོ་བ་བཅས་བུམ། ཆོས་གཞན་འཛིན་པའི་རྟོགས་པ་མ་སྐྱེ་བ་བཅས་བུམ་པ་རྐྱང་པ་འཛིན་པའི་རྟོགས་པ་གར་ཆེན་སྐྱེ་དགོས་བ་རེད་ཁོ། བུད་མེད་རྣམ་པར་མ་བཅད་ན། རོ། བྱས་ཙང། བུམ་པ་ཤེས་བརྗོད་པའི་གི་སྒྲ་སྒོ་འི་གི་རྗེས་ལ། གང་ཟག་དེ་གི་རྒྱུད་ལ་ཡང་བུང་སྲིན་རྟོག་པ་རྐྱང་པ་སྐྱེ་བའི་རྒྱུ་མཚན་དེ། བུད་མེད་ཐམས་ཅད་བཅད་པའི་རྒྱུ་མཚན་གི་རོ། བུད་མེད་བཅད་པའི་རྒྱུ་མཚན་ལ་བརྟེན་ནས་བུམ་པ་འཛིན་པའི་གི་རྟོག་པ་རྐྱང་པ་སྐྱེ་སོང་བ་རོ། བྱས་ཙང། ཨ་ནི། བུམ་པ་ཤེས་བརྗོད་པའི་སྒྲ་དེ་ཡང། ཨ་ནི། རང་སོ་སོ་གི་བསྔོ་སྐལ་བཅད་ནས་འཇུག་པ་ཡིན། ཟེར་གི་རོ། ད། ད་དེ་འདྲ་ཡི་དུས་ཙམ་མ་ལ། ད་འདི་གཉིས་ཀྱི་འདི་གཉིས་ཀྱི་དོན་དག་གར་སྟོན་དགོས་རེད་ཟེར་ན། སྒྲ་དང་རྟོག་པ་གཉིས་པོ་དེ་གཞན་སེལ་གྱི་ཡུལ་ཅན་ཡིན་པ་བསྟན་གྱི་ཡོད་རེད། སྒྲ་དང་རྟོག་པ་གཞན་སེལ་ཡིན་ཟེར་ནས་ཡོད་རེད་ཚིག་དེ་ཕར་ནང་ལོག་ལ་སྒྲ་དང་རྟོག་པ་གཞན་སེལ་ཡིན་ཟེར་དུས་ཙམ་མ་ལ། སྒྲ་དང་རྟོག་པ་གཉིས་པོ་གཞན་སེལ་ཡིན་ཟེར་སྐད་ཆ་མ་རེད་སྒྲ་དང་རྟོག་པ་གཉིས་པོ་གཞན་སེལ་གྱི་ཡུལ་ཅན་ཡིན་ཟེར་གྱི་ཡོད་རེད། གཞན་སེལ་ཡུལ་དུ་བྱེད་མཁན་གྱི་ཡུལ་ཅི་ཡིན་ན་ཡང་ན་རྟོག་པ་ཡིན་དགོས་རེད་ཡང་ན་སྒྲ་ཡིན་དགོས་རེད་ཟེར་སྐད་ཆ་རེད་གཞན་སེལ་ཡུལ་ཅི་ཡིན་པར་ཞེས་ཟེར་བ་སྒྲ་དང་རྟོག་པ་གཉིས་པོ་དེ་གཞན་སེལ་ཡུལ་ཅི་ཡིན་པ་བསྟན་དགོས་རེད་བྱས་ཙང་གཞན་སེལ་ཡུལ་དུ་བྱེད་མཁན་གྱི་ཨ་ནི་ཡུལ་ཅན་དེ་སྒྲ་དང་རྟོག་པ་གཉིས་རེད་ཟེར་བར་སྒྲ་དང་རྟོག་པ་གཞན་སེལ་ཡིན་ཟེར་གི་འདུག་ཨོ། ད་འདི་གཉིས་ཀྱི་ཨ་ནི་དངོས་པོ་དཔྱད་འཕེལ་གྱི་དོན་དག

འདི་ལ་དགོངས་ནས། འོ། དོན་དག་འདི་ལ་དགོངས་ནས། ཚད་མ་རྣམ་གྲངས་ཀྱི་ནང་དུ་ལ། སྒྲ་གཉིས་འབྱེད་པའང་མ་ཡིན་ཏེ་ཕན་ཚུན་ཡོད་པ་མ་ཡིན་ཕྱིར། ཞེས་གསུངས་སོ། ད། སྒྲ་གཉིས་འབྱེད་པ་ཡང་མ་ཡིན་ཏེ་ཟ་བུམ་པ་ཞེས་བརྗོད་པའི་གི་སྒྲ་དེ་ལ། ནི་བུམ་པ་ཕར་བཅད་པ་དང། བུམ་པ་ཚུར་བསྒྲུབ་པ། ནི་སྦྱར་བ་ཐ་དད་པ་གཉིས། འབྱེད་པ་དེ་འདྲ་ཡོད་མ་རེད། ག་རེ་བྱས་ནས་ལ་དྭགས་ཕན་ཚུན་ཡོད་པའང་མ་ཡིན་ཕྱིར་ལ་དེའི་སྐབས་སུ་བུམ་པ་དང་བུམ་མིན་གཉིས་པོ་དངོས་འགལ་ཡིན་པ་ཡིན་དུས་དེ་ལྟ་བུ་གི་ཕན་ཚུན་གྱི་རང་བཞིན་གཅིག་ཡིན་པ་དེ་འདྲ་ཡོད་མ་རེད་ཟེར་བར་ཕན་ཚུན་ཡོད་པ་མ་ཡིན་ཕྱིར་ཟེར་དུ་བ། དོན་དག་རྡོག་རྡོག་དེ་འདི་ལ་ཡོད་རེད། བུམ་པ་དང། བུམ་མིན་སྔོན་གར་ཡིན་པའི་རྒྱུ་མཚན་ལ་བརྟེན་ནས་འདི་ལྟ་བུ་སྟེ། ཕན་ཚུན་རང་བཞིན་གཅིག་གི་སྟེང་དུ་ཡོད་མ་རེད་ཟེར་བར་ཕན་ཚུན་ཡོད་པ་མ་ཡིན་ཕྱིར། བུམ་པ་དང་བུམ་མིན་གཉིས་པོ་སྔོན་གར་ཡིན་པའི་རྒྱུ་མཚན་གྱིས། བུམ་པ་དང་བུམ་མིན་གཉིས་འདི་ལྟ་བུ་སྟེ། རང་བཞིན་གཅིག་གི་སྟེང་དུ་ཕན་ཚུན་ཡོད་མ་རེད།

ད་ག་འདྲ་ཡིན་པ་དེ་གཏན་འཁེལ་བྱེད་ཀྱི་ཡིན་ཟེར་གོ་ར་ད་བརྟན་པོ་བཟོ་གི་ཡིན་ཟེར་གོ་ར་བརྟན་པོ་བཟོ་ཚར་བ་རེད་བ་ད། གཞན་སེལ་གྱི་རྣམ་བཞག་དེ་ཡི་རབ་ཏུ་དབྱེ་བ། མཚན་གཞི་གཅིག་གི་སྟེང་དུ་གནས་མ་ལུས་པ་གཏན་ལ་ཨ་པ། དང་པོ་ལ། ཡུལ་གྱི་གནས་ལུགས་བློ་ཡུལ་འཛིན་སྟངས་གཉིས་ལས། དང་པོ་ལ། ཟེར་ད། གཞན་སེལ་གྱི་ཡུལ་ཅན་ནི་ཟེར་བ་ད་དེའི་སྐབས་སུ་གཞན་སེལ་གྱི་ཡུལ་ཅན་གསུངས་ཀྱི་འདུག་བ་དེ། ད་དང་པོ་ཡུལ་གྱི་གནས་ལུགས་དེ་ལ་ཡང་དང་པོ། གཞན་སེལ་གྱི་ཡུལ་ཅན། ཨ་ནི་གསུང་གི་དོན། གཞན་སེལ་གྱི་ཡུལ་ཅན་ནི། རྗོད་བྱེད་ཀྱི་སྒྲ་དང་རྟོག་པ་གཉིས་ཡིན་ལ། རྗོད་བྱེད་ཀྱི་སྒྲ་དང་རྟོག་པ་གཉིས་ཡིན་ལ། བདག་གི་ཞུས་ཡིན་པ། སྒྲ་དང་རྟོག་པ་གཞན་སེལ་ཡིན་ཟེར་ནས་ཕར། རིགས་གཏེར་གྱི་རྩ་བ་ནང་ལ་དེ་འདྲ་ཡོད་རེད། ད་གཞན་སེལ་གྱི་ཡུལ་ཅན་ཞོག་ལ་ན། རྗོད་བྱེད་ཀྱི་སྒྲ་དང་རྟོག་པ་གཉིས་ཡིན་ཟེར་ནས་བཞག་དགོས་འདུག་བ། དེ་འདྲ་ཡིན་དུས་རྟོག་མེད་བཤད་པ་དེ་ཚོ་གི་རྩ་ནས་འགྲོ་རྒྱུ་མི་འདུག་བ། བརྗོད་བྱེད་ཀྱི་སྒྲ་དང་རྟོག་པ་གཉིས་ཡིན་ལ། དེ་གཉིས་ཀྱི་དངོས་ཡུལ་དངོས་པོར་མེད་ཟེར་ཏེ། དེ་གཉིས་ཀྱི་དངོས་ཡུལ་དངོས་པོ་ཡོད་མ་རེད། དེ་འདྲ་ཡིན་དུས་ཚད་མ་ལ་གཞན་སེལ་ལབ་ན། ཨ་ནི། མཚན་ཉིད་བཞག་དུས་སྐབས་སུ་ཡུལ་དེའི་དངོས་པོ་ལ་བྱས་ནས་ཡུལ་དེར་སྣང་བའི་སྒྲོ་བཏགས་ཟེར་བཞག་གི་རོ། ཡིན་ན་ཡང་ཚིག། མདོ་མདའ་རྡོག་རྡོག་ཏུ་ག་རེ་ལབ་ཀྱི་ཡོད་རེད་ཟེར་ན། སྒྲ་ཡི་དངོས་ཡུལ། རྟོག་པའི་དངོས་ཡུལ་གཅིག་ལ། གཞན་སེལ་ལབ་ཀྱི་ཡོད་རེད་ཟེར་གྱི་བར་དག། སྒྲ་ཡི་དངོས་ཡུལ། རྟོག་པའི་དངོས་ཡུལ། དེ་ལ་གཞན་སེལ་ལབ་ཀྱི་ཡོད་རེད་ཟེར་བར་དེ། དེ་གཉིས་ཀྱི་དངོས་ཡུལ་དངོས་པོར་མེད་ཅིང་ཟེར་གྱི་འདུག་ཨ། དེ་གཉིས་ཀྱི་དངོས་ཡུལ་དེ་གཞན་སེལ་དེ་རེད། དེ་ལ་ཚད་དངོས་པོར་ཡོད་མ་རེད་ས། དེ་གཉིས་ཀྱི་དངོས་ཡུལ་དངོས་པོར་མེད་ཅིང། གཞན་ཡུལ་རང་མཚན་ལ། འོ་ད། སྒྲ་དང་རྟོག་པའི་གཞན་ཡུལ་རང་མཚན་པ་ཅི་ཡོད་རོ། དཔེར་ན་བུམ་གཟུགས་རྟོག་པའི་གཞན་ཡུལ་དེ་བུམ་པ་རང་མཚན་རོ། གཞན་ཡུལ་རང་མཚན་ལ། མཇལ་བ། མི་བདག་སོགས་གདོན་ལ་ཐ་དད་མེད་པ་རྣམས་གཅིག་ཏུ་གནས། འོ་ད། ཡུལ་གྱི་གནས་ལུགས་བཤད་ཡོང་གི་འདུག་ད། ཡུལ་གྱི་གནས་ལུགས། བུམ་གཟུགས་རྟོག་དཔེ་གྱི་ཞེན་ཡུལ་བུམ་པ། རོ། ཨ་ནི་བུམ་པ་ཞེས་བརྗོད་པའི་སྒྲ་ཡི་ཞལ། ཨ་ནི་བུམ་པ་རང་མཚན་པ་དེ། ལ། མཇལ་མི་བདག་སོགས་གདོན་ལ་ཐ་དད་མེད། ཨ་ལས་བུམ་པ་བུམ་པའི་མི་རྟག་པ། བུམ་པའི་རྒྱལ་པོ་སོགས། དོན་ལ་ཐ་དད་མེད་པ་རྣམས་གཅིག་ཏུ་གནས། དོན་ལ་ཐ་དད་མེད་མཁན་འདི་ཚོ་ནི། གཅིག་གི་ཚུལ་དུ་གནས་ཡོད་རེད། དོན་ལ་ལ་དེ་ཀ་མངོན་སུམ་གྱི་ཡུལ་དུ་གྱུར་པའི་གི། རྒྱལ་པོ་མི་རྟག་པ་སོགས། རྫས་ཐ་དད་མེད་པ། ངོ་དབྱེར་མེད་ཀྱི་ཚུལ་དུ་གནས་ཡོད་རེད། གཅིག་ཏུ་གནས། ཀ་བུམ་སོགས་མདོ་ལ་རྫས་ཐ་དད་པ་རྣམས་མངོན་སུམ་གྱི་ཡུལ་དུ་བརྗོད་པའི་ཀ་བ་བུམ་པ་རྣམས། རྫས་ཐ་དད་པ་རྣམས་གཞན་དང་འབྲེལ་བ་མེད་པར་གནས། གཞན་དང་འབྲེལ་བ་མེད་པ་ལ་ནི་ཡུལ་དུས་རང་བཞིན་མ་འདྲེས་པ་ཟེར་སྐད་ཆ་འདི་རུ་བ། གོང་དུ་ག་ཚོད་གོ་བགྲོས་སར་བ་འབྲེལ་བ་མེད་པར་གནས་ལ་ནི་ཡུལ་དུས་རང་བཞིན་མ་འདྲེས་པར་བྱས་ནས་ཁོ་རང་ཁ་ཁ་ཁ་ཁ་བཞིན་བསྡད་ཡོད་རེད་ས། ར་བ། ཀ་བ་དང་བུམ་པ་སོགས་རྫས་ཐ་དད་པ་ཡིན་དུས་གཙང་མ་ལ། ཀ་བ་བུམ་པ་དང་མི་འདྲེས་བུམ་པ། བུམ་པ་ཀ་བ་དང་མི་འདྲེས་ཀ་བ་བུམ་པ་དང་མ་འདྲེས་པ། ཡུལ་མ་གནས་པ། དུས་མ་འདྲེས་པ། རང་བཞིན་མ་འདྲེས་པ། ཁོ་རང་ཐུན་མོང་མ་ཡིན་པ་ཅན་ནི་འདས་ཡོད་རེད། ཞེ་སྡང་བྲལ་བ་མེད་པར་གནས་པ་ཡིན་ཏེ། འདི་ཡིད་བཞིན་ཡོད་དུ་གྱུར་པའི་རང་མཚན་དང་མངོན་སུམ་གྱི་སྣང་ཡོད་དུ་གྱུར་པའི་རང་བཞིན་གཉིས་གདོན་ལ་ཁྱད་པར་ས་ནས་མེད། འོ་དེ་རེད། ད། དེའི་ལ་དེའི་སྐབས་སུ་རྟོག་པ་དེའི་ཞེན་ཡུལ་དུ་གྱུར་པའི་རང་མཚན། རྗོད་བྱེད་སྒྲའི་ཞེན་ཡུལ་དུ་གྱུར་པའི་ཞེན་འཚལ། གར་ས། ཞེན་དུ་གྱུར་པའི་རང་མཚན་གཉིས། ཨ་ནི། མངོན་སུམ་གྱི་སྣང་ཡུལ་དུ་གྱུར་པའི་གྱི་བུམ་པ་རང་མཚན་པ། འོ་འདི་ཚོ་དང་ཁྱད་པར་རྩ་ནས་མེད། ས། མངོན་སུམ་གྱི་སྣང་ཡུལ་དུ་གྱུར་པའི་རང་མཚན་གཉིས་ལ། དོན་ལ་ཁྱད་པར་རྩ་ནས་མེད། འོ་དོན་དམ་པ་ལ་ཁྱད་པར་རྩ་བ་ནས་ཡོད་མ་རེད། ས། གཅིག་པ་གཅིག་རྐྱང་རེད། ས།

གཏན་ཚིགས་ཡང་དག་རེད་མི་འདུག་ལ་དོན་དུ་རྡོག་རྡོག་དེ་གཏན་ཚིགས་ཡང་དག་རེད་མི་འདུག་ཟེར། ག་རེ་རེད་འདུག་ལབ་ན་མ་གྲུབ་པའི་གཏན་ཚིགས་རེད་འདུག་ཟེར། མ་གྲུབ་པ་འདི་ལས་མང་བོ་ཡོད་པས་གྲུབ་ཟིན་གྲུབ་པའི་མ་གྲུབ་པའི་གཏན་ཚིགས་རེད་ཤག་ཟེར་ལ་རེད། རེད་བ། དེ་གསུངས་དོགས་བརྒྱད་པ་དེ་འདྲ་མི་ལྟ་བར་གྲུབ་པའི་གྲུབ་ཟིན་གྲུབ་པའི་མ་གྲུབ་པའི་གཏན་ཚིགས་ཡིན་པ་དག་ཟེར། བསྒྲུབ་ཚར་ན་བསྒྲུབ་དགོས་མ་རེད་བ་ཟེར། ཤིང་བཅད་ཚར་ན་བཅད་ཡོད་མ་རེད་བ་ཟེར། ཨ་ནི། སྒྲ་མི་རྟག་པར་བསྒྲུབས་སོང་ན། ཨ་ནི་སྒྲ་མི་རྟག་པ་སྒྲུབ་སྒོ་མར་བས། དེ་འདྲ་དུ་སྒྲ་ཆོས་ཅན་མི་རྟག་སྟེ་བརྗེད་པའི་ཕྱིར་ཞེས་རྟགས་སུ་བཀོད་པས་ཀྱི་རྟགས་བརྗེད་པ་དེས་སྒྲ་མི་རྟག་པར་སྒྲུབ་པའི་ཀྱི་གཏན་ཚིགས་ཡང་དག་མ་ཡིན་པ་ཐ་མ་སྒྲུབ་པའི་གཏན་ཚིགས་ཡིན་པའི་ཕྱིར། མ་སྒྲུབ་པའི་གཏན་ཚིགས་ཡིན་པ་ཐ་སྒྲུབ་ཟིན་སྒྲུབ་པའི་མ་སྒྲུབ་པའི་གཏན་ཚིགས་ཡིན་པའི་ཕྱིར། ད་ཁོས་འདི་ལབ་དགོས་བ་རེད་དོ་ན་རྡོག་རྡོག་འདི་ང་ཚོ་ལ་སྐྱོན་ག་རེ་བྱས་ནས་ལབ་དུས་བརྗེད་མི་རྟག་ནི་གདོང་ལ་ཐ་དད་མེད་པའི་ཕྱིར། ད་བདག་གིས་གོང་དུ་ངར་ཚུལ་ག་ལ་རེད། སྒྲ་ཡི་སྟེང་གི་བྱས་པ། སྒྲ་ཡི་སྟེང་གི་མི་རྟག་པ། སྒྲ་ཡི་སྟེང་གི་བྱས་པ་གསུམ། འདོན་ལ་རྩ་ནི་ཐ་དད་མེད་ཟེར་ནས་ལབ་ཡིན་པ། ས། འོ་དེ་འདྲའི་རྩ་མ་ལ། བྱས་མི་རྟག་འདོན་ལ་ཐ་དད་མེད་ན་ནི། བྱས་པ་རྟགས་སུ་བཀལ་ན་སྒྲ་མི་རྟག་པ་ག་འདྲས་འགྲུབ་ཡིན་པ། ས། འོ་འདི་ཅོ་ནི་འདི་དང་བ་རེད། ཡང་གཞན་པ་ཅི་དང་རེད། མི་རྟག་པ་ཆོས་ཅན། བུམ་པ་ལ་རྗེས་སུ་མི་འགྲོ་བ་ཐ། སྒྲ་དང་དབྱེར་མེད་གཅིག་ཏུ་གནས་པའི་ཕྱིར་ཞེ་ན། དེ་གང་མི་རྟག་པ་མ་རེད། བྱས་པ་རེད་བྱས་པ། ནམ་རྒྱུན་དུ་སྒྲ་ཆོས་ཅན་མི་རྟག་སྟེ་བྱས་པའི་ཕྱིར་ཞེས་པའི་སྐབས་སུ་རྟག་བྱས་པ་དེ་མཐུན་པའི་བུམ་པའི་སྟེང་དུ་ཞུགས་པ། མི་མཐུན་པའི་སྟེང་དུ་མ་ཞུགས་པ་ཀྱི་སྐོར་རོ། བྱས་ཙང་ད་ལྟ་རྟག་བྱས་པ་ཆོས་ཅན་ལ་སྐོར་རེད་མ་གཏོགས་མི་རྟག་པ་ཆོས་ཅན་ལ་ན་བསྒྲུབ་བྱ་ཆོས་རོ་བ་གོ། བྱས་ཙང་མི་རྟག་པ་མ་རེད་མི་རྟག་པ་དེ་བར་རྟག་བྱས་པ་ཟེར་ནས་བར་འབྲི་བ་རེད། གཉིས་ཀ་ལ་ནོར་བྱ་འདི་ལ་ཡང་ནོར་བྱ་རྫོང་གསར་གྱི་པར་མ་ནང་ལ་ཡང་ནོར་བྱ། ནི། མང་པོ་ནོར་ཡོང་གི་འདུག་གཞུང་བདག་ཡག་པོ་མ་བྱས་ན། ད་རྒྱལ་པ་ཆོས་ཅན་ཟེར་གོ་རེད་རྒྱལ་པ་ཆོས་ཅན། མཐུན་པའི་བུམ་པ་གི་སྟེང་དུ་རྗེས་སུ་མི་འགྲོ་བ་ཐག་ཟེར། མཐུན་པའི་བུམ་པ་ལ་རྗེས་སུ་མི་འགྲོ་བ་ཐག། སྒྲ་དང་དབྱེར་མེད་གཅིག་ཏུ་གནས་པའི་ཕྱིར། དེའི་སྐབས་ཀྱི་བྱས་པ། དེའི་སྐབས་ཀྱི་མི་རྟག་པ། དེའི་སྐབས་ཀྱི་སྒྲ་གསུམ་པོ་དེ་ངོ་དབྱེར་མེད་ཀྱི་རྫས་གཅིག་རེད་ཟེར་ལབ་ཡིན་པ། དཔེར་ན་སྒྲ་ཆོས་ཅན་མི་རྟག་སྟེ་བྱས་པའི་ཕྱིར་ཞེས་པའི་སྐབས་ཀྱི་སྒྲ། བྱས་པ་མི་རྟག་པ་གསུམ་པོ་དེ་ངོ་དབྱེར་མེད་ཀྱི་རྫས་གཅིག་རེད་ཟེར་ཁྱོད་རང་གི་ལབ་ཡིན་པ། དེ་འདྲ་ཡིན་པ་ཡིན་ན་སྒྲ་ཆེ་ཆོས་མི་རྟག་སྟེ་བརྗེད་པའི་ཕྱིར་ཞེས་པའི་སྐད་ཀྱི་རྟགས་བརྗེད་པ་འདི་ཆོས་ཅན། ཐུན་ཕྱོགས་བུམ་པའི་སྟེང་དུ་མི་བཞུགས་པ་ཐ། དེའི་སྐད་ཀྱི་བརྗེད་པ་དེ་དེའི་སྐད་ཀྱི་རྩོད་གཞི་ཆོས་ཅན་སྒྲ་དང་ངོ་དབྱེར་མེད་ཡིན་པ་ཁྱོད་རང་གིས་འདོད་པའི་ཕྱིར་ཟེར་ནས་འོ་དེ་འདྲའི་ཅིག་ཅུང་བཏང་བ་རེད། སྒྲ་དང་དབྱེར་མེད་ཅིག་ཏུ་གནས་པའི་ཕྱིར་ཞེ་ན། དེ་འདྲའི་ཅིག་ཅུང་བཏང་བ་ཡིན་ན་དེའི་ལན་ལ་བློ་ཡི་འཇུག་སུ་ཤེས་དགོས། འོ་ད་དེའི་སྐབས་སུ་ཁོ་གིས་རྟོགས་པ་དང་རྟོགས་མེད་གཉིས་ཀྱི་ནི་དོན་མཐའ་དཀྲུགས་དཀྲུགས་བཏང་བར་བ་མུ་ཏིག་བྱེ་བྲག་པ་ཡིན། ད་དེ་འདྲ་ཅིག་ལབ་ཡོང་འདུག་ས་མ་ལ། ད་ལྟ་ང་ཚོ་གིས། སྒྲ། བརྗེད་པ་མི་རྟག་པ་གསུམ་པོ་འདི། དོན་གཅིག་ཡིན་ངོ་བོ་དབྱེར་མེད་ཡིན་ཟེར་ཏེ་སྒྲའི་ཁོ་རང་གི་བརྗེད་པ་སྒྲ་ཁོ་རང་གི་མི་རྟག་པ་གསུམ་པོ་དེ་རྫས་གཅིག་རེད་ཟེར་ལབ་རོགས་ཡ། དེ་མངོན་སུམ་གྱི་ཡུལ་དུ་རེད་ལབ་རོགས། ཡིན་ན་ཡང་རྟོག་པའི་གི་ངོ་ལ། དེ་གསུམ་ཐ་དད་ཡོང་རོགས། དུས་གསུམ་ལྡོག་པ་ཐ་དད་ཡོད་རེད་བ་གོ། བྱས་ཙང། བློ་ཡི་རྒྱུགས་ཚུལ་ཤེས་དགོས་ཟེར་ད་རྟོགས་པ་བློ་ཡི་རྒྱུགས་སྟངས་འགྲོ་སྟངས་དེ་ཤེས་དགོས་རེད་ཟེར། དེ་མ་ཤེས་པ་ཡིན་ན་སྒྲ་ཆོས་ཅན་མི་རྟག་སྟེ་བརྗེད་པའི་ཕྱིར་ཤེས་པའི་གི་རྟགས་ཆ་དོན་གསུམ་དང་འགོ་ཚུགས་གི་མ་རེད་ཟེར། འོན་ཏེ་བློ་ཡི་རྒྱུགས་ཚུལ་དེ་ཤེས་དགོས་རེད་ས། དེའི་ལན་ལ་བློ་ཡི་རྒྱུགས་ཚུལ་ཤེས་དགོས་པས་རྙེད་པ་བློ་ཡི་འཛིན་སྟངས་བྱས་པ་ལ་ཟེར་ད་ད་བློ་ཡི་འཛིན་སྟངས་ཟེར་དེ་རེད། ད་རྟོགས་པ་བློ་ཡི་འཛིན་སྟངས་རེད་ད། ད་ལྟ་གི་འཛིན་སྟངས་ཟེར་ན་བློ་ཡི་འཛིན་སྟངས་ལ་ན་རྟོགས་པ་བློ་ཡི་འཛིན་སྟངས།

སྤྱིར་རྟོག་བློའི་འཛིན་སྟངས་དེ་ལ་སྤྱི་བཏང་རྟོག་པ་བློ་ཡི་འཛིན་སྟངས་དེ་ལ། ཟེར་ཏེ། ད་བློའི་འཛིན་སྟངས་ལ་ནི་རྟོག་པ་བློ་ཡི་འཛིན་སྟངས་རེད་ལ་ཡིན་པ། བྱས་ཙང། སྤྱི་བཏང་གི་རྟོག་པ་བློ་ཡི་འཛིན་སྟངས་དེ་ལ། ཐ་དད་ལ་གཅིག་ཏུ་འཛིན་པ། གཅིག་ལ་ཐ་དད་དུ་འཛིན་པ། ཐ་དད་ལ་ཐ་དད་དུ་འཛིན་པ། གཅིག་ལ་གཅིག་ཏུ་འཛིན་པ་བཞི་ཡོད་རེད། འོ་དེ་འདྲའི་གི་བཞི་ཐམ་པ་འཛིན་ཡས་ཡོད་རེད་ས་འཛིན་སྟངས། ཕྱི་མ་གཉིས་ནི་གོ་སླ། ཐ་དད་ལ་ཐ་དད་འཛིན་པ་དང་གཅིག་ལ་གཅིག་ཏུ་འཛིན་པ་དེ་ལས་སླ་བོ་རེད་གོ་མ་ཐོས་ཡོད་མ་རེད། རེད་བ་ཡ། དཔེར་ན་ནི། ཨ་ནི། བུམ་པའི་བྱེད་པ་མི་རྟག་གསུམ་གཅིག་ཡིན་པ་ལ་གཅིག་ཏུ་འཛིན་པ་དང། ཨ་ནི། ཀ་བ་བུམ་པ་སོགས་ཐ་དད་ལ་ཐ་དད་དུ་འཛིན་པ་ཡིན་ན་ནི། ཨ་ནི། གོ་མ་ཐུབ་པས་གང་ཡང་ཡོད་མ་རེད་ལས་སླ་པོ་རེད། གཅིག་ལ་གཅིག་ཏུ་འཛིན་པ་དང་ཐ་དད་ལ་ཐ་དད་དུ་འཛིན་པ་དེ་ལས་སླ་པོ་རེད་གོ་ལགས། དེ་འདྲ་དུ་བརྩམས་པ་ལ་ཀ་ལ་ཁ་ཤོ་དེ། ཐ་དད་ལ་གཅིག་ཏུ་འཛིན་པ་དང། གཅིག་ལ་ཐ་དད་དུ་འཛིན་པ་གཉིས་དེ་རེད། དེ་འདྲ་ཙམ་དང་པོ་གཉིས་ཆད་པ་ལ། ད་དང་པོ་གཉིས་མ་བཤད་གི་ཡིན། ཕྱི་མ་གཉིས་དེ་ལབ་ཀྱི་མེད། དེ་ནང་ལ་གོ་ཡ་མི་འདུག་ག་ཚད་ནི་ལས་སླ་པོ་རེད་གོ་རྟོགས་སླ་བ་རེད། དང་པོ་གཉིས་ཆད་པ་ལ། ད་ཐ་དད་ལ་གཅིག་ཏུ་འཛིན་པ་དང་གཅིག་ལ་ཐ་དད་དུ་འཛིན་པ་གཉིས་ཆད་པ་ལ། ཐ་དད་ལ་གཅིག་ཏུ་འཛིན་པའི་རྟོག་པ་ལ་དང་པོ་ཐ་དད་ལ་གཅིག་ཏུ་འཛིན་པའི་རྟོག་པ་རེད་དོ། ད་ཐ་དད་ལ་གཅིག་ཏུ་འཛིན་པའི་རྟོག་པ་གཅིག་ལ་ཐ་དད་དུ་འཛིན་པའི་རྟོག་པ་གཉིས་ཡོད་པའི་ནང་ནས། ད་ཐ་དད་ལ་གཅིག་ཏུ་འཛིན་པའི་རྟོག་པ་ལ་ཡང། སྒྲོ་འདོགས་པས་ཀྱི་རྒྱུ། སྒྲོ་འདོགས་པ་བློ་ཡི་རྣམ་པ། སྒྲོ་བཏགས་པའི་དགོས་པ། དེ་འདྲས་ཀྱི་གསུམ་ཡོང་གི་ཡོད་རེད། ད། གཅིག་ལ་ཐ་དད་དུ་ཐ་དད་ལ་གཅིག་ཏུ་འཛིན་པ་དེ་སྒྲོ་འདོགས་རོ་བ་ཁོ།

ནམ་རྒྱུན་དུ་ཁྱད་པར་གསུམ་ལྡན་གྱི་ཤིང་ཟ་རྟོག་པའི་ངོར་བླ་གའི་རྡོ་བཅས་དང། ཁྱད་པར་གསུམ་ལྡན་ལ་དེ་ཀ་སོགས། རྒྱུ་ཡི་ཁྱད་པར། དངོས་ཡི་ཁྱད་པར། འབྲས་བུའི་ཁྱད་པར། ཟེར། འོ་དེ་འདྲའི་གསུམ་གོ་གི་ཡོད་རེད། ཨང། ཡ། དེ་འདྲའི་དགེ། གཞན་སེལ་གྱི་བློ་ངོར་ལ། ཤིང་སེལ་རྣམས། ཡལ་ག་ལོ་ཟླ་དང་ལྡན་པར་མཚན་ཉིད་གཅིག་པ་ལ། གཅིག་ཏུ་འཛིན་པ་དང། མེའི་གསལ་བ་རྣམས་བསྲེགས་པའི་འབྲས་བུ་གཅིག་པ་ལ། འདི་མེ་རེད་ཟེར་ནས་གཅིག་ཏུ་འཛིན་པ་རེད། ངོ་ཤེས་གཅིག་ཏུ་སྒྲོ་འདག་པའོ། དེར་དེ་འདྲ་རེ་རེ། འཇའ་དང་མཚན་ཉིད་གཅིག་པ་ལ་ཟེར་གྱི་འདུག་བ་ཕ་གཞུང་ནང་ལོགས་ལ་འཇའ་དང་མཚན་ཉིད་གཅིག་པ་ལ་ཟེར་འདུག་ཚོད་མ་ལ། ད། ཤིང་སཱལ་རྣམས་ཟེར་ད་ཤིང་སཱལ་ན་ཧ་གོ་རོ་ཤ་པ་ཤུག་པ་ཙན་དན་འདི་ཚོ་རེད། ཤ་པ་ཤུག་པ་ཙན་དན་འདི་ཚོ། མཚན་ཉིད་གཅིག་པ་ཅིག་མཐོང་གི་ཡོད་རེད། ཡལ་ག་ལོ་མ་དང་ལྡན་པ་ཆ་ཚང་གཅིག་པ་མཐོང་གི་རེད། ཙན་དན་ལ་ཡང་ཡལ་ག་ལོ་མ་དང་ལྡན་པ་ཡོད་རེད། ཤུག་པ་ལ་ཡང་ཡལ་ག་ལོ་མ་དང་ལྡན་པ་ཡོད་རེད། ནི་ཤ་པ་ལ་ཡང་ཡལ་ག་ལོ་མ་ལྡན་པ་ཡོད་རེད། དེ་འདྲ་སུ་མཐོང་ན་ཡང། ཤིང་རེད་ཟེར་ནས་གཅིག་ཉིད་དུ་འཛིན་འགྲོ་གི་རེད། ཤ་པ་མཐོང་ན་ཡང། ཤུག་པ་མ་ཡིན་པ་ཙན་དན་མ་ཡིན་པའི་གི་ཤིང་རེད་ཟེར་དེ་འདྲ་ལབ་གི་མ་རེད། ཤ་པ་མཐོང་ན་ཡང་འདྲ་འདུག་ཤུག་པ་མཐོང་ན་ཡང་རེད་ཁབ་ཏུ། ཡལ་ག་ལོ་མ་དང་ལྡན་པ་མཐོང་པ་ཡིན་ཙང། ཤིང་རེད་ཟེར་ནས་ཁབ་ཏུ་འཛིན་འགྲོ་གི་རེད་ཟེར་རྟོགས་པ་ཡིན། རོ་ཨ་ཡ། དེ་ང་རང་ཚོ་ལྟ་ན་ཧ་གོ་རོ་ཨ། ད་ལྟ་ཕ་གི་ལས་ལ་ཨམ་མཐོང་དུས་སྐབས་སུ། འདི་ཤ་པ་མ་ཡིན་པའི་གི་ཨམ་ཟེར་ནས་དེ་འདྲ་འཛིན་ཡ་མེད་ཨ། དེ་ཤིང་གཅིག་འདུག་ཟེར་གི་འདུག་ཨ་ཁབ་ཏུ་ཁོ་རང། ཨ་འགའ་རེ་ཤིང་འདུག་ལ་ནི་ཨམ་རང་གིས་ཨམ་གྱི་ཤིང་འདུག་ཟེར་ནས་ལབ་གོ་རོ་ཨ། བྱས་ཙང་དེ་ལ་ཤིང་འདུག་ཟེར་ག་རེ་མཐོང་ན་ཡང་ཤིང་འདུག་ཟེར་ནས། གཅིག་ཉིད་དུ་འཛིན་འགྲོ་གི་འདུག་ག་རེ་ཅན་གཅིག་ཏུ་འཛིན་པ་རེད་ཟེར་ན་ནི། ཧོ། ཡལ་ག་ལོ་མ་དང་ལྡན་པ་མཚན་ཉིད་གཅིག་པ་མཐོང་བའི་རྒྱུ་མཚན་གྱིས། ཤ་པ་མཐོང་ནས་ཤིང་རེ་ཟིག་འཛིན། ཤུ་པ་མཐོང་ནས་ཤིང་རེ་ཟིག་འཛིན། ཙནྡན་མཐོང་ནས་ཤིང་རེ་ཟིག་གཅིག་ཏུ་འཛིན་འགྲོ་གི་རེད། ཤིང་གཉིས་དུ་གཅིག་ཏུ་འཛིན་གྱི་ཡོད་རེད་ཁོ། ད་ག་ན་བཞིན། མེ་གསལ་བ་རྣམས་ལ་དེ་ག་སུ་ད་མེ་གསལ་བ་ལ་མེའི་བྱེ་བྲག། ཙནྡན་གྱི་མེ་དང། ཤུ་བད་ཀྱི་མེ་དང་ཤ་བད་ཀྱི་མེ་ད་མེའི་རྒྱུ་ག་རེ་ཡོད་ན་ཡང་ད་དེ་གི་མེ་གསལ་བ་འདྲ་མི་འདྲ་ཡོད་ཆོག་རོ། དེ་འདྲའི་གི་མེ་གསལ་བ་རྣམས། བསྲེགས་པའི་འབྲས་བུ་གཅིག་པ་ལ། ཚ་ཞིང་བསྲེགས་པ་ཡིན་པའི་ཀྱི་འབྲས་བུ། གཅིག་པ་ཡིན་པ་མཐོང་དུས། ཨ་འདི་ལ་མེ། མེ། མེ་ཟེར་ནས་ལབ་དེ་གི་རེད། དེ་ཤུག་པའི་ཀྱི་མེ། དེ་ཙན་དན་གྱི་མེ། དེ་དུས་ཐལ་གྱི་མེ་ཟེར་ནས་ཨ་འདི་འདྲ་ཁ་ཁ་ཆེ་གི་མ་རེད། ག་རེ་ཅན་ཆེ་གི་མ་རེད་ན་དེ་བསྲེགས་པའི་ཀྱི་འབྲས་བུ་གཅིག་རེད་ཁོང་གསུང། ཤ་པགས་ཀྱི་མེ་ཡིན་ན་ཡང་དྲང་འདུག་ཙན་དན་གྱི་མེ་ཡིན་ན་ཡང་དྲང་འདུག་ཤུག་པའི་ཀྱི་མེ་ཡིན་ན་ཡང་ཆ་ཚང་གི་འབྲས་བུ་དེ་བསྲེགས་པའི་ཀྱི་འབྲས་བུ་དེ་རེད།

ཐོག་མ་མེད་པའི་དབང་གིས་བྱ་བ་དང་མཚན་ཉིད་གཅིག་པ་དེ་ལ་གཅིག་ཉིད་དུ་འཛིན་པའི་གི་བག་ཆགས་ངན་པ་གཅིག་སྔ་མ་ནས་ཡོད་རེད་བག་ཆགས་ཟེར་ན་བསྒོམ་བྱ་རེད་བ། སྐྱེ་བ་ཐོག་མ་མེད་པ་ནས། ཤིང་ཡལ་ག་ལོ་མ་དང་ལྡན་པ་མཐོང་ཡོང་དུས་ཐམས་ཅད་ཤིང་ཉིད་དུ་གཅིག་ཏུ་འཛིན་པའི་གི་བག་ཆགས་བཞག་ཡོད་པ་ཡིན་ཙང་ད་ལྟ་མཐོང་དུས་སྐབས་སུ་ཡང་ཤིང་རེད་ཤིང་རེད་ཟེར་འཛིན་འགྲོ་གི་ཡོད་རེད། ད་སྔ་ན་བཞིན་མེད་མཐོང་རེད་མཐོང་ཚད་འདྲེས་ཨ་ནི།

རྩ་བ་དེ་ངོ་མ་དེ་འདི་ལ་གོ་ཡ་མ་རེད། འདི་རྩ་བ་དེ། འདི་རྩ་བ་དེ་འདི་རེད་དོ། ཐ་དད་ལ། གཅིག་ལ་ཐ་དད་དུ་འཛིན་པའི་གི། གཞུང་འདི་རེད་དོ་གོ། གཅིག་ལ་ཐ་དད་དུ་འཛིན་པའི་གཞུང་འདི་རེད་དོ། ད་ལྟ་ང་ཚོ་ལ་གོ་ཡ་དེ་ཐ་དད་ལ་གཅིག་ཏུ་འཛིན་པའི་གི་གཞུང་འདི་གོ་རོ། ད་ལྟ་གི་གཞུང་འདི། གཅིག་ལ་ཐ་དད་དུ་འཛིན་པའི་གི། གཞུང་འདི་རེད་ཤག། ཡས་ཙང། ཨ་ནི་འདི་ལ་འབྲི་མཁན་དེ་ཚོ་གི་ག་འདྲས་ཅིག་སླེབས་ཡིན་ན། ཨ་ནི་ངོ་མ་ཇི་ལྟ། འདི་གཞུང་འདི་རྒྱབ་རྟེན་གྱི་ལུང་ཆགས་ཡོད་མ་རེད། ཐ་དད་ལ་གཅིག་ཏུ་འཛིན་པའི་གི་གཞུང་གི་རྒྱབ་རྟེན་དེ་འདི་མ་རེད། འོ་དེ་འདྲ་བརྩམས་པ་ན་ཨ་ནི་འདི་ནོར་བཞག། ཡིན་ན་ཡང་ད་འགྲེལ་བཤད་བརྒྱབ་ན་དེ་འདྲ་རེད། ད་འདི་ཡིན་ན་ཡང་འདི་ངོ་མ་དེ། ད་ནི་གཅིག་ལ་ཐ་དད་དུ་འཛིན་པའི་གི་གཞུང་ཡིན་དུས་བརྩམས་པ་ལ་ད་གཅིག་ལ་ཐ་དད་དུ་འཛིན་པའི་ཐོག་ལ་འགྲེལ་བཤད་བརྒྱབ་རྒྱུ་རེད་བ་ད། དེའི་ཕྱིར་གང་དང་གང་ལས་དོན་ལྡོག་པ་དེའི་རྒྱུ་རྐྱེན་གྱི་རིགས་ཨེ་ཟེར་དུ་བརྩམས་པ། དེའི་ཕྱིར་ལ་འདི་སྐབས་སུ། མངོན་སུམ་གྱི་ཡུལ་དུ་གྱུར་པའི་གྱི་ཆོས་སྒྲ་ལྟ་བུ་གཅིག་ལ་ཡང་ལྡོག་པ་ཐ་དད་དུ་ཕྱེ་བ་ཡོད་པས་གོང་དུ་བསྟན་ཟིན་པ་རྒྱུ་མཚན་དེའི་ཕྱིར་ན། གང་དང་གང་ལས་གདོན་གདོན་ཟེར་ན་སྒྲ་ལ་སྦྱར་དགོས་རེད་དཱ་གདོན་ད་ལྟ་དཔེ་བཞག་ན་གདོན་དེ་སྒྲ་ལ་སྦྱར་ན། གང་དང་གང་ལས་གདོན་ལྡོག་པ་ཟེར་དུས་ཙམ་པ་ལ། སྒྲ་ལྟ་བུ་འདི་སྒྲ་མ་ཡིན་པ་ལས་བཟློག་པ། བརྗེད་པ་ལྟ་བུ་འདི་བརྗེད་པ་མ་ཡིན་པ་ལས་བཟློག་པ། མི་རྟག་པ་ལྟ་བུ་འདི་མི་རྟག་པ་མ་ཡིན་པ་རྟག་པ་ལས་བཟློག་པ། དེ་འདྲ་བྱ་གི་རོ། བྱས་ཙང་དེ་འདྲས་ཀྱི་བཟློག་པ་དེའི་རྒྱུ་ཅན་གྱིས་སོ་བཟློག་པ་དེའི་རྒྱུ་ཅན་ལ་ན་འབྲས་བུ་རོ། བཟློག་པ་དེའི་རྒྱུ་ཅན་ལ་ན་འབྲས་བུ།

བརྒྱད་པ། མ་བརྒྱད་པ་ལས་བཟློག་པ། དེའི་རྗེས་ནས། སྒྲ་ཆོས་ཅན་མི་རྟག་སྟེ་བརྒྱད་པའི་ཕྱིར་སྲིད་པའི་ཀུན་བཟློག་པ་ཐ་དད་ཡོད་ཟེར་རྒྱུ་མཚན་འདི་རུ་བ། བྱས་ཙང་འདི་འདྲའི་ཀུན་བཟློག་པ་དེའི་རྒྱུ་མཚན་ལ་བརྟེན་ནས་བཟློག་པ་ཁ་ཁ་ཁ་ཁ་ཆད་ཡོད་རེད། རྩོད་གཞི། ཆོས་ཅན། འགར་ས་སྒྲ་དང་བརྒྱད་པ་མི་རྟག་པ་གསུམ་པོ་དོན་ལ་གཅིག་ཡིན་པ་ཡིན་ན་ཡང་བཟློག་པ་ཐ་དད་ཡོད་པའི་རྒྱུ་མཚན་གྱིས་ཁ་ཁ་ཁ་ཁ་ཆད་ཡོད་རེད། ཞེས་གསུངས་པ་རེད། དེ་ལས་སོ་མ་ལ། འདི་དེ་གཅིག་ལ་ཐ་དད་དུ་འཛིན་པའི་དགེ། ལུང་དེ་རེད་བཞག་གནས་སྐབས་འདི་ལ་གོ་ཡ་ཡི་མི་འདུག་ཨ་འདི་ནས་བརྩམས་པ་ལ། ཆོས་ར་གི་སྐབས་ལ་ཡིན་ནའི་དྲ་འདུག་བྱེད་མ་ག་རེ་ཡིན་ན་ཡང། ཨ་ནི། ཐ་དད་ལ། གཅིག་ཏུ་འཛིན་པའི་གི་རྟོག་པའི་གི་རྒྱབ་དེང་གི་ལུང་ལ། རི་དེར་ས་ཆེན་ནང་ལ་འདི་དྲང་འདུག་དྲན་ནས་དྲང་ཡ་ཡོག་མ་རེད། འདི། འབྲི་མཁན་དེ་ཚོས་གི་ནོར་སོང་རེད་ཀུན་ཀུན་ཆེན་པོའི་གི་ནོར་འབྱུང་མ་རེད། རེད། ཞེས་གསུངས་པའི་ཕྱིར།

མཚན་ཉིད་གཅིག་པའི་ཡུལ་རྣམས་ལ་ཐོག་མ་མེད་པའི་བག་ཆགས་ཀྱི་དབང་གིས་སྟེ་སྐྱེ་བ་ཐོག་མ་མེད་པ་ནས་བག་ཆགས་ཀྱི་དབང་གིས་རྣམ་པར་རྟོག་པའི་གཅིག་ཏུ་འཛིན་པ་ཡིན། དེའི་རྗེས་ནས་རྣམ་རྟོག་གིས་དེ་སུ་གཅིག་རེད་ཟེར་འཛིན་གྲོགས་རེད། ཨ་ནི་ང་རང་ཚོ་ཤིང་སེལ་དེ་སུ་ལ་སྐྱེ་བ་ཐོག་མ་མེད་པའི་གི་དུས་ནས་གཅིག་རེད་གཅིག་རེད་ཟེར་ནས་བག་ཆགས་བཞག་ཚར་བ་རེད། དེ་འདྲ་ཡི་ཚོད་མ་ད་ལྟ་ང་རང་ཚོ་གི། རྣམ་པར་རྟོག་པ་འདི་གིས་ཡང་གཅིག་རེས་ནས་འཛིན་གྱི་ཡོད་རེད། འོན་ཏེ། སྒྲོ་འདོགས་པ་བློ་ཡི་རྣམ་པ་ཡིན། དེ་ལ་ཡང་ཐ་དད་དངོས་རྣམ་ལ་བརྟེན་ནས། དོན་གཅིག་ཏུ་ནི་སྣང་བའི་བློ། གང་གི་རང་གི་ངོ་བོ་ཡིན་གཞན་གྱི་ངོ་བོར་འདྲི་བྱེད་པ་ཞེས་གསུངས་པའི་ཕྱིར། ད་དེ་བག་ཆགས་ཀྱི་དབང་གིས་སྣང་བའི། འདི་རེད། བག་ཆགས་ཀྱི་དབང་གིས་སྣང་ཚུལ་གྱི། རྒྱབ་རྟེན་གྱི་ལུང་འདི་རེད། ཐ་དད་དངོས་རྣམ་ལ་བརྟེན་ནས། དོན་གཅིག་ཏུ་ནི་སྣང་བའི་བློ། དང་པོ་བློ་དེ་སྔོན་ལ་ཁེགས་འོག་ཏུ། ཐ་དད་དཔེ་གྱི་ཆོས་ཀ་བ་བུམ་པ་ལ་སོགས་པ་ལ་བརྟེན་ནས། དཔྱད་དཔེ་གྱི་བློ་ཟེར་རོ། དེ་འབྲེལ་གྱི་བློ་དེ་གིས་དོན་གཅིག་ཏུ་ནི་སྣང་བའི་བློ་ལ་དེ་སྐབས་སུ། མཚན་ཉིད་གཅིག་པ་ཡིན་དུས་ཙམ་མ་ལ་གཅིག་ཉིད་དུ་མཐོང་གི་ཡོད་རེད་ཟེར་རོ། ཤིང་སེལ་ཤ་པ་དང་ཤུག་པ་ཐ་དད་པ་རྣམས་ལ་བརྟེན་ནས། དཔྱད་དཔེ་གྱི་བློ་ལྟ་བུ་དེ་གིས། འདི་ཤིང་རེད་ཟེར་ནས་དོན་གཅིག་ཏུ་སྣང་ཟེར་རོ། དོན་གཅིག་ཏུ་སྣང་བ་ཟེར་ད་འབྲེལ་སྒྲ་དེ་ཕར་བཞག་བཞག་ན་དོན་གཅིག་ཏུ་སྣང་བ། གཅིག་ཉིད་དུ་སྣང་གི་ཡོད་རེད་ས།

མཐའ་གཅིག་ཏུ་འཛིན་པ་དེ་ཚོ་འགྲིག་པར་བྱེད་ཀྱི་རེད། མཐའ་གཅིག་ཏུ་འཛིན་དུ་བཅུག་གི་མ་རེད། རང་གི་ངོ་བོ་དེ་གིས་གཅིག་ཏུ་འཛིན་པའི་ངོ་བོ་དེ་གིས་ནི་གཞན་མཐའ་གཅིག་ཏུ་འཛིན་པའི་རྟོག་པ་རྣམས་འགྲིག་པར་བྱེད་ཀྱི་རེད། འོ་དེ་སྐད་དུ་བཅུག་གི་མ་རེད། ཞེས་གསུངས་པའི་ཕྱིར། དེ་སྒྲོ་འདོགས་པའི་བློ་ཡི་རྣམ་པ་རེད། ད་དེ་ནི་སྒྲོ་འདོགས་པའི་དགོས་པ་དེ་རེད་གསུམ་པ། སྒྲོ་འདོགས་པའི་དགོས་པ་ཟེར་དེ་རེད། ད་སྒྲོ་བཏགས་ན་ནི་ཕན་ཐོགས་ག་རེ་ཡོད་རེད་ཟེར་དེར་བ་ད་གོས་བ་སི་དེ་ཚོ་སྒྲོ་བཏགས་ན་ཕན་ཐོགས་ག་རེ་ཡོད་རེད་ཟེར་དེ་རེད། ཡུལ། དུས། ཐ་དད་པའི་སེལ་བ་རྣམས་དགག་སྒྲུབ་ཅི་ཆ་རྟོགས་པའི་ཆེད་དུ་ཡིན། ཟེར་དེ་པས་མེ་སྲེག་གི་ཕན་ཐོགས་ཆེན་པོ་ཡོད་རེད་ཟེར། ག་འདྲ་རེད་ལ་དུས། ཡུལ། དུས། ཐ་དད་པའི་སེལ་བ་རྣམས་ལ་དེ་ག་སུ་དཔེར་ན། ཤར་ཕྱོགས་ན་ཡོད་པའི་གི་བཤགས་པ། ནུབ་ཕྱོགས་ན་ཡོད་པའི་གི་ཤུགས་པ། བྱང་ཕྱོགས་ན་ཡོད་པའི་གི་ཙན་དན་སེལ་བ་རྣམས། དགག་སྒྲུབ་ཅི་ཆར་རྟོགས་པའི་ཆེད་དུ་ཡིན། དགག་པ་དང་སྒྲུབ་པ་མཉམ་དུ་རྟོགས་པའི་གི་ཆེད་དུ་ཡིན། དཔེར་ན། འདི་ནང་ལ་ཤིང་མེད་ཟེར་ལབ་ན།

ཞེས་ཡོ་བྱད་བྱུག་པ་ཤིང་ཡོད་པར་གོ་འདི་ལ་དགོངས་ནས་དགའ་བཞིའི་ཅིག་ཆར་ཀུན་རྟོག་ཕྱིར་ཞེས་གསུངས་པའི་ཕྱིར་རོ། དགའ་བཞིའི་ལ་དེ་སྐབས་སུ་ད་གིན་ཞེས་པ་ནང་བཞིན་གནས་སྐབས་ལ། དཔེར་ན་ནས། ཤིང་མེད་ལ་དེ་སྐབས་སུ། ཙནྡན་ལ་སོགས་པ་ཐམས་ཅད་མེད་པར་གོ་ཐུག་པ་དང། ཙནྡན་ཡོད་ལ་དེ་སྐབས་སུ་ཤིང་ཡོད་པ་དེ་འདྲ་ཅིག་ཆར་དུ་རྟོགས་ཡག་གི་ཕན་ཐོགས་ཡོད་རེད། དགའ་བཞིའི་ཅིག་ཆར་ཀུན་རྟོག་ཕྱིར་ཟེར་དོ། ཅིག་ཆར་མེད་པར་རྟོགས་པ་དང་ཅིག་ཆར་སྒྲུབ་པ་གཉིས་ཀ་ལ་ཕན་ཐོགས་འདུག་ཨ། ཅིག་ཆར་དུ་དགག་པ་དང་ཅིག་ཆར་དུ་སྒྲུབ་པ་ལ་ཕན་ཐོགས་འདུག་ཨ། དཔེར་ན་འདི་ལ། ཤིང་མེད་ལ་དེ་སྐབས་སུ།